ཚེ་དབང་གི་གཏམ་གསན་གཟིགས་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་ཡང་དུས་གསུམ་གྱི་བདག་འཚམས་འདྲི་ཞུ་གི་ཡོད། ཨ་ནེ། དེ་རིང་གི་དང་ཐག་དོན་རྐྱེན་ལྕོགས་གསུམ་འདི་ནང་ལ་ཡང་ཞུ་ཡག་ག་རེ་ཡོད་ཟེར་ན། ཨ་ནེ་གཙོ་བོ་འདི་རེད་ད་ག་སུ་རེད། དེ་སང། རྒྱ་མི་འདི་འཛམ་བུ་གླིང་གི་ལུང་པ་སོ་སོའི་ནང་ནས་ཁུ་སིམ་སིམ་སིལ་མ་ཕྱི་བུད་བཏང་གི་འདུག་ཨང། གང་ཡིན་ཟེར་ན་རྒྱ་མིས་ད་ལྟ་ཨ་ནི་འཛམ་བུ་གླིང་གི་ནང་ལ་ཡར་ཐོན་སྐྱབས་བཅོལ་ཆེད་གལ་ཆེ་ཤོས་དེ་ག་རེད་ཟེར་ཁོང་ཚོ་རྒྱ་ནག་ནང་ལོག་དཔལ་འབྱོར་གནས་སྟངས་ཡག་པོ་མེད་པ་བྱེད་ཨ་ལས་ཀ་མེད་པ་བྱེད་ཨ་ལག་ཆ་ཡི་ཞི་བུ་གཅིག་དམར་པོ་བྱེད་ཨ་འདིའི་སྒང་ལ་ཡང་རྙོག་དྲ་ཡི་མང་པོ་ཞི་བུ་གཅིག་ཡོད་དུས་ད་ཁོང་ཚོའི་ལས་སླ་ཤོས་དེ་ག་རེད་ཟེར་ན་ཕྱི་རྒྱལ་ལ་ཡུལ་གྱར་འགྲོ་བ་དང་ཕྱི་རྒྱལ་ལ་ཡང་ད་བྲོས་བྱོལ་ཟ་གོ་རེད། དེ་འདྲའི་ཕྱིན་རྗེས་ཨ་ནི་ཕྱི་རྒྱལ་ལུང་པ་གང་གཱའི་ནང་རྒྱ་མི་མང་པོ་ཞེ་པོ་ཆེ་བསྡད་ཡོད་དུས་ཨ་རྒྱ་མི་དེ་གས་གས་ལུང་པ་སོ་སོའི་ཁྲིམས་དང་ཡུལ་ཕྱི་ཐོང་ལ་ཡུལ་ཁྲིམས་འཁྱེར་དགོས་ལ་ད་དེའི་ཁྲིམས་མ་འཁྱེར་བ་བྱས། ཨ་ནི་ག་དུས་ནས་ཅིག་གིས་ལག་སྐྱེས་མེད་པ་ལ་ཡ་ཏི་གི་སྤྲེགས་སེ་མོ་ཏྲ་དེ་ལ་བཏང་ཡ་ད་ཨ་ད་ག་ན་བཞིན་ལག་སྐྱེས་མེད་པ་ཚོང་ཁང་ཚོ་ཉོ་ཚོང་བྱས་ཨ་ད་ཨ་ད་ག་ན་བཞིན་ད་བར་ལུང་པའི་མི་དང་ཨ་ནི་ཅིག་གིས་རིག་གནས་ཐོག་ནས་གཏད་སོ་མ་མཐུན་པ་ཡོང་དུས་ཙམ་ནས

སྤྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔའི་ཟླ་བ་བཅུ་གཉིས་པའི་ཚེས་བཞི་ཉིན་རྒྱ་ནག་ལ་ལྟ་བ་ཞེས་པའི་སྒྲ་སྤྱིའི་ཐོག་གནས་ཚུལ་ཞིག་སྤེལ་འདུག་པའི་ནང། འཛམ་གླིང་གིས་རྒྱ་མི་རིགས་ལ་དགག་བྱ་བྱེད་འགོ་ཚུགས་ཏེ་རྒྱལ་ཁབ་སོ་སོའི་ནང་འབྱུང་བཞིན་པའི་ཁུ་སིམ་མེའི་ངང་ཕྱི་བསྐྱོད་བྱེད་པའི་དངོས་ཡོད་གནས་སྟངས་འདིས་རྒྱ་ནག་ཡོངས་ལ་སྦིར་སྒྲ་ཆེན་པོ་ཞིག་བྱུང་ནས། སྔོན་མའི་གཏོང་ཕོད་ཅན་གྱི་སྦྱིན་བདག་ཆེན་པོ་ཟེར་བ་དེ་ད་ཆ་གོ་ལ་ཧྲིལ་པོས་གྲོགས་མོས་གཅིག་པུར་རྒྱང་རིང་དུ་བཏང་ཡོད་པ་རེད། དེ་རིང་གི་བརྗོད་གཞི་ནི་འཛམ་བུ་གླིང་ངམ་ས་གོ་ལ་ཧྲིལ་པོའི་སྟེང་མིའི་རིགས་མཉམ་སྡོད་ཀྱི་འབྲེལ་བ་མཐུད་པའི་ནང། རྒྱ་མི་སི་ཐད་ཁ་ལབ་ནས་མི་འདུག་ཡང་ན་རྒྱ་མི་རིགས་ཞེས་པ་ད་ཆ་ཟུར་དུ་དབྱེ་འབྱེད་བྱས་ཏེ་མི་སྒྲིལ་ནས་བུད་བཞིན་ཡོད་པ་རེད། དེང་སྐབས་འཛམ་གླིང་ནང་བལྟས་ན་རྒྱལ་ཁབ་སོ་སོའི་རྒྱ་མི་རིགས་ལ་འཛིན་པའི་ལྟ་ཚུལ་དེ་འགྱུར་བ་ཆེན་པོ་ཞིག་འགྲོ་བཞིན་ཡོད་པ་རེད། དེ་ཡང་ཨུ་རུ་སུ་དང་ཨེ་ཤི་ཡ་དབུས་མ། དེ་བཞིན་ལྷོ་ཀོ་རི་ཡ་སོགས་ས་ཁུལ་གཞན་དག་ལ་ཡང་གཅིག་མཚུངས་ཀྱི་གནས་ཚུལ་གཅིག་ཡོད་པ་དེ་ནི་ཐད་ཀར་སོ་སོའི་ལུང་པའི་ནང་རྒྱ་མི་ཁས་མི་ལེན་པར་ཕྱི་ཕུད་བྱེད་ཀྱི་ཡོད་པ་དེ་རེད། སྔོན་ཆད་ཡུལ་སྐོར་ཀྲུང་ལྕམ་མང་པོ་འགྲོ་མཁན་གྱི་རྒྱ་མི་རྣམས་ད་ལྟ་གོང་གསལ་གྱི་སྐབས་དེ་དག་ནང་དུ་འཛུལ་རྒྱུའི་འབད་བརྩོན་བྱེད་སྐབས། དགའ་བསུ་ཞུ་རྒྱུའི་ཚབ་ཏུ་ཁོང་ཚོའི་ལུང་པའི་ནང་ཡོང་རྒྱུར་དགག་བྱ་བྱེད་ཀྱི་ཡོད། རྒྱལ་ཁབ་དེ་དག་ནང་དངོས་ཡོད་གནས་ཚུལ་ག་རེ་འབྱུང་བཞིན་ཡོད་རེད་ཟེར་ན། ཐོག་མར་སྤྱིའི་གནས་སྟངས་ལ་གཅིག་བལྟས་ན། ཨུ་རུ་སུའི་ནང་རྒྱ་མི་རྣམས་གནམ་ཐང་དང་མེ་འཁོར་བབས་ཚུགས་ནས་ཕྱིར་ཐོན་ཏེ་སྲང་ལམ་ཐོག་འབྱོར་མ་ཐག་ཨུ་རུ་སུའི་ཉེན་རྟོག་པས་དེ་མ་ཐག་ལམ་བར་དུ་བཀག་ནས་སྔོག་བཤེར་བྱེད་པའི་གནས་ཚུལ་ཤུགས་ཆེ་རེ་སྤྲོད་བཞིན་ཡོད། ཉེན་རྟོག་པས་རྒྱུན་དུ་ཡིག་ཆ་ཆགས་སྡང་མེད་པའི་ཁ་བཏགས་ནས་དངུལ་གྱི་ཉེས་ཆད་གཅོད་ཀྱི་ཡོད། ཚིག་གཞན་བ་མང་པོ་ཡོད་པའི་ཁྲོད་ནས་རྒྱ་མི་དེ་ཚོ་ཤ་ཤེད་རྒྱས་པའི་ལུག་ཁྲ་བོའི་སྲོག་ཆགས་ཤིག་ཏུ་མཐོང་ནས་དཔའ་བོ་ཞུ་གི་ཡོད་པ་རེད། ཕྱོགས་གཞན་ཞིག་ནས་ཨེ་ཤེ་ཡ་དབུས་མ་དང་ལྷག་པར་དུ་ཀིར་ཀི་སི་ཐན་ནང་ཡུལ་སྐོར་བའི་མཐོང་མཆན་ལག་འཁྱེར་མི་གྲངས་དྲུག་བརྒྱ་ཐེངས་གཅིག་ལ་ཁས་མ་བླངས་པར་རང་ལོག་བཏང་ཡོད། རྒྱུ་མཚན་ནི་རྒྱལ་ཁབ་ཀྱི་བདེ་འཇགས་སྡུག་ཏུ་མི་འགྲོ་བའི་ཆེད་དུ་ཡིན་པར་བཤད་དེ། རྒྱལ་ཁབ་ཀྱིས་གཞུང་མང་གཉིས་ཀྱི་ཐོག་ནས་རྒྱ་མི་ཁོང་ཚོའི་ལུང་པའི་ནང་ཡོང་རྒྱུར་སྔོན་འགོག་བྱེད་བཞིན་ཡོད་པ་རེད། དེ་མིན་ལྷོ་ཀོ་རི་ཡའི་ནང་དུས་ཕྱིས་རྒྱ་མི་རྣམས་འཕྲལ་མར་བྲོས་བྱོལ་དུ་འགྲོ་བའི་དོན་རྐྱེན་ཡང་ཡང་འབྱུང་བཞིན་པ་མ་ཟད། ས་འོག་གི་མི་ཚོང་ཚོགས་པ་དང་འབྲེལ་བ་ཡོད་པར་བརྟེན་ཡུལ་སྐོར་བ་རྒྱ་མི་དེ་ཚོ་ཀོ་རི་ཡའི་ས་ཐོག་ཏུ་སླེབས་མ་ཐག་མཐོང་ས་མེད་པར་བརླག་འགྲོ་བ་འདི་རྒྱུན་ལྡན་གྱི་གནས་ཚུལ་ཞིག་ཆགས་ཡོད། ལྷོ་ཀོ་རེ་ཡའི་གཞུང་གིས་རྒྱ་ནག་གི་མི་མང་ལྷོ་ཀོ་རེ་ཡའི་ནང་ཡར་འཛུལ་ཞུགས་བྱེད་རྒྱུའི་ཞིབ་བཤེར་ལས་དོན་ལ་ཤུགས་སྣོན་ཆེན་པོ་བརྒྱབ་ཡོད་པ་རེད། དོན་རྐྱེན་དེ་དག་ས་གནས་མང་པོར་དུས་གཅིག་ཏུ་བྱུང་བའི་རྒྱུ་མཚན་ནི། རྒྱ་མི་མང་པོ་ཕྱི་རྒྱལ་དུ་སླེབས་པའི་རྐྱེན་གྱིས་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་ཚན་ལྔའི་དུས་ཚིགས་དང་པོ་ཁོ་ནར་རྒྱ་ནག་གི་མི་སེར་ས་ཡ་བརྒྱ་དང་དྲུག་ཅུ་རེ་ཟུང་རྒྱལ་ཁབ་ནས་ཕྱིར་ཐོན་ཡོད་པ་དང། དེས་རྒྱལ་སྤྱིའི་སྤྱི་ཚོགས་ཁང་ལ་གདོང་ལེན་བྱེད་པའི་དཀའ་ངལ་འཕྲད་བཞིན་ཡོད་པ་མ་ཟད། གནས་སྟངས་དེ་ལས་ཀྱང་སྡུག་ཏུ་འགྲོ་བཞིན་པ་ནི། ཡུལ་མི་དང་རྒྱ་མིའི་དབར་ལ་རྩོད་རྙོག་མང་པོ་བྱུང་བར་གསར་འགྱུར་ནང་ཡང་ཡང་ཐོན་ནས། རྒྱ་ནག་གི་གཟུགས་བརྙན་མར་ཆག་འགྲོ་གི་ཡོད། དེའི་འབྲས་བུར་འཛམ་གླིང་ཡོངས་སྐྱབས་ནས་རྒྱ་ནག་མི་ལ་ཧ་ཅང་དོགས་ཟོན་བྱེད་པའི་བསམ་ཚུལ་བསྟན་ཡོད། གཞི་རྐང་དཀའ་ལས་རྒྱག་ཐུབ་མཁན་དང་ཁྲིམས་ལུགས་ལ་བརྩི་སྲུང་བྱེད་མཁན་གྱི་རྒྱ་མི་མང་པོ་ཡོད་ཀྱང། རྒྱལ་ཁབ་ཁག་གི་གནས་ཚུལ་སྡུག་ས་ཁོ་ནར་ལྟ་བཞིན་ཡོད། རྒྱལ་ཁབ་གཞན་དང་བསྡུར་ན་རྒྱ་མི་རྣམས་རྙོག་དྲ་བཟོ་མཁན་གྱི་གྲངས་འབོར་ཧ་ཅང་མང་པོ་ཡོད་པ་རེད། འདི་ནི་རྒྱ་མིར་རྒྱལ་ཁབ་གཞན་གྱིས་དབྱེ་འབྱེད་བྱེད་པའི་རྒྱུ་རྐྱེན་ཆེ་ཤོས་ཤིག་ཏུ་གྱུར་ཡོད། ད་ལྟ་གོ་ལ་ཧྲིལ་པོའི་མཁའ་དབྱིངས་ཀྱི་དབུགས་ཧ་ཅང་གསལ་པོ་ཆགས་ཡོད། རྒྱ་མི་ག་དུས་སླེབས་པ་དང་དེ་མ་ཐག་ཏུ་གནས་ཚུལ་ལྷག་གི་ཡོད་སྟབས་ཐོངས་མཆན་ལག་འཁྱེར་ལས་ཞིབ་བཤེར་དམ་པོ་བྱེད་བཞིན་པ་མ་ཟད། ནང་དུ་འཛུལ་མི་ཆོག་པའི་བརྗོད་གཞི་ཡང་མང་དུ་འགྲོ་བཞིན་ཡོད་པ་རེད། ག་ལི་ཚ་ནས་རྒྱ་མི་དེ་ཚོར་དོགས་ཟོན་དེ་འདྲས་བྱེད་ཀྱི་ཡོད་པ་དང་ཕྱིའི་རྒྱལ་ཁབ་ནང་འཛུལ་མ་བཅུག་པར་བཀག་སྡོམ་བྱེད་ཀྱི་ཡོད་རེད་ཟེར་ན་གཅིག་དྲིས་ན་རྒྱུད་ཆེན་བཞི་བརྟན་གནས་ཚུལ་དང་གསལ་གནས་ཡོད་མིན་མི་འདོད་པའི་རྣམ་འགྱུར། དེ་བས་ཚབས་ཆེ་བའི་རྒྱ་མི་ནང་ཁུལ་གྱི་འཁྲུག་རྩོད་བཅས་ལ་ཞིབ་འཇུག་བྱས་ན། འཛམ་གླིང་གིས་རྒྱ་མི་འདི་ཚོ་དང་རྒྱང་ཐག་རིང་དུ་གཏོང་འགོ་ཚུགས་པའི་རྒྱུ་མཚན་ཤེས་ཐུབ་པ་རེད། ནང་ཁུལ་གྱི་ལྐོག་ཟ་རུལ་སུངས་འདི་ནི་ཕྱི་རྒྱལ་གྱི་སྤྱི་ཚོགས་ཁག་གི་དེ་ཚན་དེ་དག་ཉེན་ཁ་ཅན་དུ་བརྩི་བའི་རྒྱུ་རྐྱེན་ཆེ་ཤོས་དེ་རེད། འཛམ་གླིང་གི་མིའི་རྒྱུད་ལ་ལྟ་བཞིན་མེད་པར་རྒྱ་མི་རིགས་ཀྱི་སྤྱོད་ལམ་ལ་ལྟ་བཞིན་ཡོད། ཨུ་རུ་སུས་རྒྱ་ནག་གི་མི་སེར་ལ་ཉེས་མེད་ཞིབ་བཤེར་བྱེད་པ་དང། ཀིར་ཀི་སི་ཐན་གྱི་རྒྱ་མིའི་མཐོང་མཆན་ལག་འཁྱེར་བཀག་འགོག་བྱེད་པ་སོགས་མདོར་ན། སྐད་ཆ་གཞན་ཞིག་བཤད་ན་འཛམ་གླིང་གི་རྒྱ་མིར་འཛིན་པའི་ལྟ་སྟངས་ལ་འགྱུར་བ་བཏང་ཡོད་པ་རེད། ཕྱི་རྐང་ལ་ལྟ་ཕྱོགས་རུ་གྱོང་པོ་བྱེད་ཀྱི་ཡོད་ཀྱང་ནང་ཁུལ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པ་འདི་མུ་མཐུད་དུ་གསང་བ་བྱེད་ཀྱི་ཡོད། ཡིན་ན་ཡང་བདེན་པ་ནི་ཁས་ལེན་མི་བྱེད་ཐབས་མེད་ཅིག་རེད། རྒྱ་ནག་མི་དམངས་ཕྱི་རྒྱལ་དུ་བྲོས་བྱོལ་དུ་ཕོན་ཆེ་འགྲོ་བཞིན་ཡོད། ལྷག་པར་དུ་རྒྱ་ནག་ལ་ད་ཆ་མ་འོངས་པའི་མདུན་ལམ་མི་འདུག་ཅེས་ཁྱབ་བསྒྲགས་བྱེད་མཁན་གྱི་གཞོན་སྐྱེས་ཚོ་བྲོས་བྱོལ་གཏོང་མཁན་གཙོ་བོ་དེ་ཆགས་ཡོད། དེའི་དེ་ཕོར་ཕྱི་རྒྱལ་གྱི་ངལ་རྩོལ་ཁྲོམ་ར་དང་ཡུལ་སྐོར་ཁྲོམ་གཞམ་གྱི་ས་ཁུལ་དུ་རྒྱ་མི་མང་པོ་འཛུལ་ཞུགས་བྱས་རྐྱེན་རིག་གནས་ཀྱི་གདུག་རྩུབ་ཀྱི་དཀའ་ངལ་འཕྲད་ཡོད། འགན་མི་དེ་ཚོས་ཁྲིམས་འགལ་བྱེད་པ་དང་སྒེར་གྱི་ཁེ་ཕན་གཙོ་བོ་བྱས་ཏེ་གཞན་གྱི་ཁེ་ཕན་ལ་གནོད་འཚེ་བཏང་བ་སོགས་བྱ་སྤྱོད་དེ་དག་གི་རིམ་པས་བསགས་པའི་ན་ཚ་དེ་དག་གིས་ཡུལ་མིའི་ཁོང་ཁྲོ་ཆེར་བཏང་ཡོད། ལྷོ་ཀོ་རི་ཡའི་གླ་ཀོར་བཟོ་གྲྭས་ཁོང་ཁྲོ་དྲག་པོ་ལངས་ནས་ཆོག་མཆན་མེད་པའི་རྒྱ་ནག་གི་གླ་ཀོར་གཏོང་མཁན་ཚོ་ཕྱིར་ཕུད་གཏོང་རྒྱུའི་ཉེན་བརྡ་བཏང་ཡོད། ཀིར་གྷི་སི་ཐན་གྱི་མི་དམངས་ཚོས་རྒྱ་ནག་གི་ཚོང་ཁང་ཁག་གི་གཙང་སྦྲ་དང་ཉོ་ཚོང་དྲང་གཞག་མེད་པའི་གནད་དོན་ལ་ངོ་རྒོལ་བྱས་པ་དང། ཨུ་རུ་སུའི་སྤྱི་ཚོགས་ནང་རྒྱ་ནག་གི་སློབ་ཕྲུག་ཚོར་ཕ་ཡུལ་གྱི་མི་ཚོས་མགོ་སྐོར་བཏང་བའི་སྐོར་གྱི་སྐད་ཆ་ཁྱབ་བསྒྲགས་བྱས་པ་དེས། སྤྱི་ཚོགས་ནང་རྒྱ་ནག་མི་དམངས་ལ་ཡིད་ཆེས་དང་སྲུང་སྐྱོབ་མེད་པའི་ཡིད་ཆེས་བྱས་ཡོད་པ་བཅས་ཀྱིས་ད་ཐེངས་རྒྱ་མི་རྣམས་སྤྱི་ཡོངས་ནས་རྙོག་དྲ་བཟོ་མཁན་ལྟ་བུར་གྱུར་ཡོད། དེའི་རྒྱབ་སྐོར་མཐོང་ཆེན་ལག་འཁྱེར་ལ་དམ་དྲག་བྱེད་པ་དང་གདོང་ཐུག་ཡིག་རྒྱུགས་གཏོང་རྒྱུར་ཚོད་འཛིན་དམ་པོ་བྱེད་པ་འདིས། མཐར་གཏུག་ཕྱིའི་རྒྱལ་ཁབ་ཀྱི་ནང་དུ་རྫུན་བཤུས་ཁས་མི་ལེན་མཁན་མང་དུ་ཕྱིན་ཡོད། དཀའ་ངལ་ཆེ་ཤོས་དེ་རྒྱ་ནག་མི་དམངས་ཀྱི་དངོས་ཡོད་གནས་སྟངས་ལ་འགྱུར་བ་གཏོང་མི་ཐུབ་པ་དེ་རེད། ནང་ཁུལ་གྱི་གླ་ཆ་མ་འཕར་བར་དུ་ཕྱིར་བྲོས་བྱོལ་དུ་འགྲོ་བའི་གནས་སྟངས་མུ་མཐུད་གནས་ཀྱི་རེད། ཡིན་ན་ཡང་རྒྱ་མི་ཚོ་ཕྱི་རྒྱལ་དུ་འགྲོ་དུས་ཁོང་ཚོའི་མིང་ཅན་ཇེ་སྡུག་ཏུ་འགྲོ་བ་དང་ཁོང་ཚོའི་སྨན་བཅོས་ཀྱི་གནས་བབ་ཀྱང་ཇེ་སྡུག་ཏུ་འགྲོ་གི་ཡོད། དེ་ལ་རྒྱ་ནག་གཞུང་གིས་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པ་ངོས་ལེན་མི་བྱེད་པ་དང་རྒྱལ་སྤྱིའི་སྤྱི་ཚོགས་དང་ཡང་ཡང་འགལ་ཟླ་བྱུང་བ་འདི་མེད་པ་བཟོ་དགོས། འཁྱོག་བརྫོད་རེ་རེ་བྱས་པ་དེས་འཛམ་གླིང་གི་རྒྱ་ནག་ལ་ཉེན་ཁ་ཡོད་པའི་ལྟ་ཚུལ་ལ་ཤུགས་སྣོན་བརྒྱབ་པར་བརྟེན། ཕྱི་རྒྱལ་དུ་འགྲོ་མཁན་རྒྱ་མི་དཀྱུས་མ་ཚོ་དེའི་གུན་གསབ་རྟག་ཏུ་རིན་གོང་མཐོན་པོ་སྤྲོད་དགོས། དེ་དག་ལ་གཞུང་གིས་རོགས་རམ་བྱེད་ཀྱི་མེད་ལ་འཛམ་བུ་གླིང་གིས་ཁོ་ཚོར་དེ་བས་ཀྱང་ཡིད་ཆེས་བྱེད་ཀྱི་མེད། ས་གནས་སོ་སོའི་སྤྱི་ཚོགས་ནང་རྒྱ་མིས་དོགས་ཟོན་ཆེན་པོ་བྱེད་བཞིན་ཡོད། གནས་བབ་བཟང་པོ་དེ་ནི་རྒྱ་ནག་གཞུང་གིས་འཛམ་གླིང་ནང་རང་ཉིད་ཀྱི་ཆེ་མཐོང་སྡུག་ཤིང་རེ་སླེབས་པའི་རྒྱུ་མཚན་དེ་རེད། འཛམ་གླིང་གིས་རྒྱ་ནག་འདི་ད་ལྟ་དཔལ་འབྱོར་འཕེལ་རྒྱས་ཡོང་ཡ་མེད་པ་ཤེས་རྟོགས་བྱུང་བ་དང། སྔོན་ཆད་འཛམ་གླིང་གི་ལྟེ་གནས་ཞེས་འབོད་པའི་རྒྱལ་ཁབ་འདི་ད་ལྟ་གྲོགས་མེད་གཅིག་པུར་གྲལ་མཐར་ལུས་ཡོད། དངོས་ཡོད་གནས་སྟངས་འདིས་འགྱུར་བ་གཏོང་བར་དཔལ་འབྱོར་སླར་གསོ་བྱེད་དགོས་པ་དང་ཡིད་ཆེས་སླར་གསོ་བྱེད་དགོས། ཡིན་ཡང་དེ་གཉིས་ཀ་ཐག་རིང་པོ་ལྷག་ཡོད། ཕྱི་རྒྱལ་དུ་ཡོད་པའི་རྒྱ་མི་ཚོར་གནས་སྟངས་དེ་བས་ཟླ་དྲག་ཏུ་གྱུར་ཡོད་པ་འདི་ནི་རྒྱ་ནག་ལ་ལྟ་སྐབས་གདུག་རྩུབ་ཆེ་ཤོས་ཀྱི་དངོས་ཡོད་གནས་ཚུལ་ཞིག་རེད། དེའི་སྐོར་དུ་དྲ་གྲོགས་རྣམ་པས་གཤམ་དུ་གཟིགས་ཚུལ་ག་རེ་ཡོད་པ་བཀོད་གནང་ཡོད་ཞུ།